རྩ་བ་སྐྱེལ་སྟངས་ལས་སྟངས་དང་ཁུལ་རྒྱུན་ལྡན་གྱི་སློབ་སྦྱོང་གསལ་སྟངས་ཚང་མ་ལ་དེ་ནས་ཀྱི་ངས་ཞིབ་འཇུག་མང་པོ་ཅིག་བྱས་ཡིན། ཡིན་ན་ཡང་ཁོ་རིག་གནས་དེའི་ཚད་ཡོད་ས་རེད་བལྟས་ན་ཁོ་རྡ་མ་གི་ལག་ལ་རག་བྲིས་བཞག་ཡོད་པ་ནང་བཞིན་ཁོའི་རིག་གནས་དེ་གི་གེབ་ཡག་པོ་ཅིག་བསྐྱོད་གི་མ་རེད་ང་ཚོ་བོད་ནང་ཕན་ཚང་ལ་དཀྲུག་ཤིང་ཕན་སྐྱིད་ཟིག་མ་གཏོགས་ལེགས། དེ་ནས་ཁོ་གི་ཕན་བཏགས་ཀྱི་སྐྱིད་ཡང་གསར་བ་འབྲི་གི་ཡོད་གི་མ་རེད། དེ་འདྲ་ཡིན་དུས་དེ་ནས་ད་ད་རེས་པོ་ཙི་ཁོ་གི་དེ་ནས། ང་ཚོ་ཕན་ཚུན་ལ་དཀྲུགས་སྐྱིད་སྟེར་གི་དེ་ནས་རྒྱུ་ཡི་གཙོ་བོ་དེ་ག་འདྲ་བྱས་འདུག་ཟེར་ན། དེ་ནས་སྲུང་མ་ཤུགས་ལྡན་ལ་བསྟེན་མཁན་དེ་ཚོ་འདྲེ་རེད་ཟེར་ནས་དེ་ནས་ད་ང་ཚོའི་ཕན་ཚུན་གྱི་བར་ལ་དེ་ནས་དཔེ་མ་སྲིད་པ་དཀྲུགས་ཤིང་ཁྱི་སྤུ་ཅན་འཕེན་གྱི་གི་དེ་འདྲ་གི་དམིགས་ཡུལ་གྱི་འདུག་དཔེ་མ་སྲིད་པ་གི་གཟིབ་གཟིབ་བཟོ་དགོས་ས་རེད་བོད་རིགས་སྤུན་ཟླ་རྣམ་པ། སྤྱི་སྟོང་གི་ང་རང་ཉིད་འདྲ་ཡིན་ན་དེ་ནས་ཕ་ཡི་ར་ཤི་ནི་རེད། དེ་ནས། ར་ཤི་ལ་ཡང་སྲུང་མ་དེ་བསྟེན་མཁན་ཡོད་རེད་ལ་མི་བསྟེན་མཁན་ཡང་ཡོད་རེད་དེ་ནས་མདོར་ན་ནི་ང་དྲུག་པོ་དང་དགའ་ས་གཉེན་སྒྲུང་མང་པོ་ཅིག་གི་སྲུང་མ་དེ་ལ་བསྟེན་གི་ཡོད་རེད་དེ་ཡིན་ན་ཡང། དེ་བསྟེན་སྡོད་མཁན་གྱི་གྲས་དེ་རྣམས་ལ་ཁོང་ཚོ་མི་བཟང་པོ་དེ་ནི་དུས་ནམ་ཡང་བཟང་པོ་ཡིན་པ་དང་ངན་པ་དེ་ནི་ཁོས་སྲུང་མ་བསྟེན་ན་འདྲ་མ་བསྟེན་ན་འདྲ་མི་ངན་པ་ཡིན་པ་དེ་འདྲ་ཅིག་མ་གཏོགས་ལེགས། དེ་ནས་སྲུང་མས་གི་ཁ་ལོ་བརྒྱུས་ཀྱི་འདུག་བསམ་ཟིན་གྱི་མི་འདུག། ཨོ་སྔར་བཞིན་དུ་ཁྱེད་རྣམ་པ་སོ་སོ་གི་རྩ་བའི་བླ་མ་གི་གསུང་ལ་ཉན་དུ་གནང་གི་དེ་ནས། སོ་སོས་གི་དེ་ནས་མི་བཟང་པོ་སྐྱག་འདི་ནི་བོད་རིགས་ནང་ལ་མཐོང་འདྲི་ཡག་པོ་ཅིག་བཟོས་འདུག་ན་ད་དེ་ནི་དཔེ་ཡག་པོ་ཅིག་རེད། ད་ད་རེས་པོ་ཚོས་དེ་ནི་བོང་ཚོ་གི་དེ་ནི་ང་ཚོ་གི་རྗོད་གཞི་གཙོ་བོ་དེ་དེ་ནི་སྲུང་མ་འདི་གི་སྐོར་གི་དེ་ནི་ཁ་བརྡ་བྱས་ཡོད་འདུག་ང་ཚོ་ཡང་མི་མང་པོ་ཅིག་འདི་གི་དོན་དག་ལ་ཕར་ཚད་ལ་འཕྲུག་ལུས་གི་ཉེན་ཁ་དེ་འདྲ་ཅིག་ཡོད་པ་རེད།

ཀ་ཤ་ཡིན་འབྲུ་གཙང་གཅིག་ཡིན་ན་ཡང་ང་ཚོས་གི་དེ་ནས་གཙང་མ་གི་ལ་ཁ་ལ་བཞོ་རྒྱུ་དང། དེ་ཡིན་མེད་གི་དེ་ནས་ཀྱི། དགེ་འདུན་པའི་སྡེ་གཟིགས་རིག་རིག་ཐུག་ཐུག་གང་ཚང་མ་ལ་གུས་ཞབས་ཟེར་རྒྱུ་དང་ཚང་མ་དེ་ལ་དེ་ནས་ཀྱི། འོ་ལྷ་བསང་གནམ་བདག་ཟེར་རྒྱུ་དེ་ང་ཚོས་གི་རྩ་བ་གི་གནད་འགག་ཅིག་ཡིན་པ་ཡིན་དུས། དེ་བཞུགས་གི་ཁྱེད་རྣམ་པ་གི་ཡང་བླ་མ་སྐུ་པར་ལ་ཡང་འདྲ་མི་འདྲ་དེ་འདྲ་གི་ནང་ནོག་གི་དྲི་མ་བཟོ་དུས་ནང་ཁྱེད་རྣམ་པ་གི།